ཨ་ནི་ཁ་ལ་ཟ་ག་བྱེད་མ་ཡིན། དེ་ནས་དེ་རིང། དེ་ཡང་ད། བོད་སྐད་ཡག་གེ་འགྲོ་ག་བྱས་འདུག་ཨ་ནི་བརྗོད་གཞི་གཅིག་ག་གང་ལ་བོད་སྐད་ཐོག་ལ། ཨ་ནི་སོ་སོ་ག་བསང་ཚུལ་ཞུ་ཡ་ཡིན། ནི་དེ་རིང་ག་རེ་ཞུ་ཡ་ཡིན་ཟེར་ན། སོ་སོ་མ་མི་ཆག་གི་ནས་ནོངས་ཅིག་ཞུ་ག་བསང་སོང། ནི། ནང་ཁ་ང་ཐ་ཡ་ནས་རོགས། ནི་ཐ་ཡ་ནང་ལོགས་ལ། བུ་ཡིན་ན། ཡིན་གཅིག་མིན་གཅིག་དམག་མི་བྱེད་དགོས་ཀྱི་ཡོད་རེད། ད་བུ་མོ་ཡིན་ན་དམག་མི་བྱེད་མི་དགོས་བ་བྱས་ཡིན་ན་བུ་ཡིན་ན། ཡིན་གཅིག་མིན་གཅིག། དམག་མི་བྱེད་དགོས་ཀྱི་ཡོད་རེད། དཔེར་ན། ང་རང་ཆག་བཞག་པ་ཡིན་ན། ང་ཚོས་དམག་མི། ཟླ་བ་བཞི་བྱེད་དགོས་རེད། ཡིན་ནའང། ངའི་ཨ་ཕ། ངའི་ཨ་ཕ་གི་ཨ་ནེ། དམག་མི་བྱེད་དུས་སྐབས་སུ་ཕལ་ཆེན་ལོ་གསུམ་བྱེད་དགོས་ཡོད་ས་རེད། ཨ་ནེ་ངའི་ཅོ་ཅོ་གིས་དམག་མི་ཕལ་ཆེན་ལོ་གཅིག་བྱས་ཡོད་འགྲོ། ང་ཚོ་ཡིན་ན་ད་ལྟ་བ་བཞིན་མ་གཏོགས་བྱེད་དགོས་མ་རེད། ཡིན་ནའང། ང་རང་གིས་གཅུང་པོ་ཆ་བཞག་པ་ཡིན་ན། ཁོང་ཚོ་ཡིན་ན། ད་ལྟ་ཕལ་ཆེར་ལོ་གཅིག་ཡང་བྱེད་དགོས་ས་རེད། ད་ལྟ་ཡང་དུས་ཚོད་དེས་འགྱངས་སོང་ཨ། ཕལ་ཆེར་ད་ལྟ་ཐའེ་ཡན་དང་རྒྱ་ནག་བར་ལ། གནས་ཚུལ་དེ། རྫ་དྲག་ཆགས་པའི་རྐྱེན་གྱིས་རེད། ཨོ། ད་ང་ཚོས་དེ་དུས་ཚོད་མཐོང་ཆོས་ཆགས་སོང་ཨ། དེ་ད་བ། དམག་མི་དེ་ད་བ་བཞིན་མ་གཏོགས་བྱེད་མེད་མཁན། ཨོ། ད་བ་བཞིན་མ་གཏོགས། སྦྱོང་བརྡར་མ་བྱེད་ངས་དེ་འདྲ་ཆགས་སོང། ད་འོན་ཕལ་ཆེར་དམག་མིས་སྐྱོ་ཤོས་ཆགས་ཀྱི་ཡོད་རེད་དེ། ངས་བསམ་པ་ངས་བསམ་པ་ཡིན་ན་ཡང་ངེད་རང་སོ་སོ་གྱི་མྱོང་ཚོར་ཐོག་ནས་ཞུས་པ་ཡིན་ན། དམག་མིས་ཟླ་བ་བཞི་བྱས་ཨ་དེ་དེ་ཡིས་སྦྱོང་བརྡར་ཞེ་དྲག་ཆགས་ཀྱི་མ་རེད་བསམ་གྱི་འདུག་དེ་ཡིས་ང་ཚོས་དེ་མང་ཆེ་བ། ནང་རོགས་ལགས་འདི་གང་འདྲས་ག་རེ་བཤད་སོང་ཟེར་ན། འདི་མེ་སྟག་རྒྱག་སྟངས་དེ་བཤད་པ་རེད། ཡིན་ན་ཡང་འདི་མཚོན་ཆ་མཚོན་ཆ་གཞན་པག་གི་བེད་སྤྱོད་གཏོང་སྟངས་དང། ཨ་ནི་དངོས་གནས་དམག་རྒྱག་དུས་ཙམ་པ། ད་གང་འདྲས་ཁ་གཏད་རྒྱག་དགོས་མེད། དྲག་དམག་གང་འདྲས་ཁ་གཏད་རྒྱག་དགོས་མེད་དང། དེ་ནས་ད་ག་ནང་བཞིན། ད། ད་ག་རེ་ཟེར་གོ་རེད་ད། མང་པོ་གཅིག་དེ་ཤི་འགྱོ་བ་མ་རེད། དེ་མེད་ད་སྐྱག་ཐང་ཅིག་བཤད་པ་རེད་རོ། བཤད་པ་རོ། དེ་ཞེན་པ་དེ་ཞེ་ར་ཤིན་གྱི་ཡོག་མ་རེད། ནས་ཆེ་ཚང་དེ་ཚང་དེ་ལོ་གཅིག་ཕ་གྱང་དེ། དེ་ཡག་པོ་རེད་བསམ་གྱི་འདུག་དེ་དུས་ཚོད་ཞེ་ར་ཆོ་ཆོ་རག་འགྲོ་གི་མ་རོ། འོ་དེ་རེད། དེ་ནས་དེ་དམག་མི་དེ་དམག་མི་ནང་ལ་འཛུལ་ཡག་གི་ད་གང་འདྲས་སུ་འགྲུག་འཛུག་གོ་རེད་ཟེར་ན། འོ་དང་པོ་དེ་སློབ་སློབ་གྲ་འབྲི་འདུས་སྐབས་སུ་དེ་དམག་མི་བྱེད་དགོས་ཡོག་མ་རེད། སློབ་གྲ་འབྲི་འདུས་སྐབས་སུ་དེ་དམག་དེ་གཞུང་གི་མ་དཀར་ར་ཤོག་ལགས་མ་རེད། གནི་ག་དུས། ག་དུས་དེ་ད་མ་དཀར་ར་ཤོག་ལགས་རེད་ཟེར་ན། ད། སློབ་གྲྭ་ཐོན་ཚར་བ་བྱས། དེ་ནས་རྗེས་མ་ཡང། ད་སློབ་གྲྭ་གོང་མ། སློབ་གྲྭ་གང་མ་འགྲོ་ཡ་གི་ཆ་ཞིག་མེད་པ་ཡིན་ན། དཔེར་ན། ད་མཐོ་རིམ་སློབ་གྲྭ་འགྲོ་ཚར་བ་བྱས། གནི་མཐོ་སློབ་འགྲོ་ཡ་གི་ཆ་ཞིག་མེད་པ་ཡིན་ན། ཨ་ནི། གཞུང་གི་ཨ་ནི་ནང་ལ་ཡི་གེ་གཅིག་བཀུག་ཡོང་གི་རེད། ཁྱེད་རང་དུས་ཚོད་དེ་ལ་མ་དགའ་ར་ཤོག་དེ་འདྲའི་ཡི་གེ་བཀུག་ཡོང་གི་རེད། ད་ང་རང་ཆ་བཞག་པ་ཡིན་ན་ཐོག་རོ་ཐུམ་ཚར་ནས། ཨ་ནི། གཞུང་གི་ཡི་གེ་དེ་བསླད་སོང་ཨ་ནི་བྱས་ཙང་ང་དེ་ཕྱི་རོ། ཉིས་སྟོང་ཉི་ཤུ་ལོར་ལ་ཨ་ནི་དམག་མི། དམག་སྒར་ལ་ཕྱིན་པ་ཡིན། དེ་ནས། ད་དང་པོ་དེ། དམག་སྒར་ལ་འཛུལ་དུས་ཙང་པ། མགོ་རིལ་རིལ་བཟོས་དགོས་རོ། དེ་དམག་མི་གསར་པ་ཡིན་ན་ཚང་མ་མགོ་རིལ་རིལ་བཟོས་དགོས་རེད། དེ་དེ་ང་ལ་དེའི་འགྱུར་བ་ཞེ་དྲག་ཐེབས་མ་སོང། གང་ཡིན་ཟེར་ན་ངས་ཆུང་དུས་སྐབས་ནས་མགོ་རིལ་རིལ་བཟོས་རྒྱུ་ཡོད། ནི་བྱས་ཙང། ང་ལ་དེའི་འགྱུར་བ་ཞེ་དྲག་ཐེབས་མ་སོང། ང་དེ་མགོ་རིལ་རིལ་བཟོས་བཟོས་པ་རེད། ཡིན་ན་ཡང་མི་ཁ་ཤས་ཡང་བེ་ཆེན་སྐྱེས་དུས་སྐབས་ནས་ཁྱུ་ནད་སྐོར་རེ་རེ་བཟོས་མྱོང་ཡོད་མ་རོགས། ཡང་མི་ཁ་ཤས་བེ་ཆེན་ཚོ་ཚོགས་ཀྱི་སྐྲག་སྟེ། དེ་རྩ་ཆེན་པོ་ཞིག་པོ་བརྩིས་ཀྱི་ཡོད་རོགས། ནད་ཆེ་ཚང་ཡང་སེམས་སྐྱོ་བོ་ཆགས་མཁན་ཁ་ཤས་ཁ་ཤས་ཡོད་ཀྱི་རེད། དེ་ནས། ད་ང་དེ་མ་འགག་ནང་ལ་ཟླ་བ་བཞི་བསྡད་རོགས། ད་སྤྱི་བཏང་བྱས་པ་ཡིན་ན། དང་པོ་གི་ཟླ་བ་གཉིས་དེ་དམག་མི་གསར་པ་སྦྱོང་བརྡར་སྤྲད་ཡག་གི་དུས་ཚོད་རེད། དེའི་ཟླ་བ་དང་པོ་གྱི་ཟླ་བ་དེ་དེ་གི་དེ་གཉིས་ཀྱི་ནང་ལ། དམག་མི་དེ་དམག་མི་གསར་པ་དམག་མི་གསར་པ་ལགས་ཀྱི་རེད། གནས་དེ་ནང་ལ་སྦྱོང་བརྡར་ལྟས་མང་བ་འགྲིག་གི་རེད། འདུལ་སྦྱོང་ཡིན་ནང་འདྲ། མེ་རྟ་རྒྱག་བ་ཡིན་ནང་འདྲ། དེ་ནས་ད། སྦྱོང་བརྡར་ལྟས། ཨོ། མང་མང་པོ་སྤྲད་ཀྱི་རེད། དེ་ནས་ཟླ་བ་ཟླ་བ་གཉིས་ཚར་བའི་རྗེས་ལ་ཨ་ནི་གཞི་ནས་དམག་མི། ངོ་མ། ཨོ། ཆགས་རྒྱུ་ཡོད་རེད། ཨ་ནི། དེ་ཡང། ཟླ་བ་གཉིས་ཀྱི་རྗེས་ལ་ཡང། ཅི་དང་བྱས་པ་ཡང་ཟླ་བ་གཉིས་ཀྱི་རྗེས་ལ་ཡང། ཨ་ནི། ད། རྒྱན་བསྐྱལ་བར་བྱེད་ཁྱེད་རང་དམག་སྒར་དེ་ལ་འགྲོ་དགོས་རེད་དམག་སྒར་དེ་ལ་འགྲོ་དགོས་རེད། ཡང་མེད་ན་མནའ་མ་ལ་འགྲོ་དགོས་རེད་རྒྱ། ཨ་ནི་མཚོ་དམག་ལ་འགྲོ་དགོས་རེད་ས་དམག་ལ་འགྲོ་དགོས་རེད་ཨ་ནི་གཞི་ནས་རྒྱན་བསྐྱལ་ག་རེད། ཡིན་ནའང་ང་ཚོས་ཟླ་བ་བཞི་མ་གཏོགས་བྱེད་དགོས་མ་རོགས། འདི་བྱེད་དགོས་མེད་པ་ཡིན་ཙང། ང་ཚོའི་ཟླ་བ་བཞི་ཚང་མ་ཨ་ནི་དམག་མི་གསར་པ་སྦྱོང་བརྡར་བྱ་གི་དམག་སྒར་དེ་ལ་བསྡད་བསྡད་པ་ཡིན། འོ་དེ་རེད། དེ་ནི། འོ་དེ་ཡང་གནས་ཚུལ་གཅིག་གནས་ཚུལ་གཅིག་ག་རེ་ཡོད་རེད་ཟེར་ན། ང་ཚོའི་དེ་དམག་སྒར་ནང་ལོག་འཛུལ་དུས་ཙམ་པ། དེ་ཁ་པར་དེ་ཆེད་ཁྱེར་ཆོག་གི་རེད་ཁྱེར་ཆོག་གི་ཡོད་རེད་དེ། ཡིན་ནའང་ཁ་པར་དེ་གི་ནང་ལ། དེའི་དམག་མི་ཁོང་ཚོ་གི་མཉེན་ཆས་དེ་དམིགས་བསལ་གཅིག་བཅུག་གོ་རེད། དེའི་མཉེན་ཆས་དེ་གིས་ག་རེ་བཀག་ཡོད་བཀག་གི་ཡོད་ཟེར་ན། ད་ལྟ་དེང་སང་གི་ཁ་པར་ཡིན་ན། དེ་ཡིས་སོ་སོ་གི་དེ་ཟ་ག་བ་ཡོད་མེད་མི་གཞན་པ་ལ་ཨ་ནི་ད་ལ་ཐུག་གི་རོ། མི་ང་ད་ལྟ་ས་ཆ་ག་བ་ལ་ཡོད་རེད་ས་ཆ་ག་བ་ལ་ཡོད་རེད། ཡང་མེད་ན་དཔེར་ན། དེ་ཡིས་ས་ཁྲག་ས་ཁྲག་གི་གཉན་ཆས་འདྲ་པོ་ཁ་ཕྱེས་པ་ཡིན་ན། ཁོ་རང་གིས་ལམ་སང་སོ་སོ་གི་གནས་ས་ག་བ་ཡོད་མེད་སྟོན་ཐུབ་ཀི་རོ། འོ་ད་ད་ལྟ་དེ་དམག་མི་གི་གཉན་ཆས་དེ་དེ་གིས་སོ་སོ་གི་དེ་ས་ག་བ་ཡོད་མེད་ཀི་ནུས་པ་དེ་ག་གི་ཡོད་རེད། གནས་གཞན་པ་ཡང་ཕལ་ཆེན་གཉན་ཆས་ག་ཤེས་དཔེར་ན་རྒྱ་ནག་སོགས་ཀྱི་གཉན་ཆས་ག་ཤེས་ག་གི་ཡོད་རེད། འོ་དེ་རེད། དེ་ཡང། དམག་སྒར་ནང་ལ་འཛུལ་དུས་ཙམ་པར་ཁ་པར་ཁྱེར་ཆོག་གི་ཡོད་རེད་ཡིན་ན་ཡང། རྒྱ་ནག་ཚོའི་ཁ་པར་དེ་འདྲའི་ཁྱེར་ཆོག་གི་ཡོད་མ་རེད། ད་དེའི་གནས་ཚུལ་དེ་ད་མངོན་གསལ་དོད་པོ་རོ། གང་ཡིན་ཟེར་ན་རྒྱ་ནག་དེ་ཐའེ་ཝན་གྱི། ཁ་བདེ་ཁ་བདེ་ཅོག་ཙག་ཆེ་ཆེ་ཤོས་ཆགས་ཀྱི་རོགས་ནི་བྱས་ཙང་ཐའི་ནང་ལོག་དམག་སྒར་ག་རེ་ཡོད་མེད་ནང་ལོག་ལ་ག་རེ་ཡོད་མེད་འདི་ད་བཤད་བཅུ་ཨ་ཡོད་མ་རེད་འོ་འོ་འདི་རེད་དེ་ནས་འོ་འོ་དེ་ཡང་ཡ་ཨ་ནི་གནས་ཚུལ་གཞན་པ་དེ་རྗེས་མར་ཞུ་ཆོག་རྗེས་མ་ལ་ཞུ་གོ་ལགས་སོ་བཀྲ་ཤིས་བདེ་ལེགས།